འཚམས་འདྲི་ཅིག་དང་བསྡད་ཅིག་བཅུག་སུ་བཅར་བ་ཡིན་ཞུ་ཡ་ཡིན། ད་ད་རིང་ལྷན་རྒྱས་རྣམ་པ་ཚོ་ལ་ད་ལྟ་སྙན་སྒྲོན་ཞུ་ཡ་ཅིག་དང་འབུལ་སྐུལ་ཞུ་ཡ་ཅིག་ལ་ད་ཕྱི་ཟླ་བཅུ་བི་གི་ད་རི་དུས་ཡུན་ཉིན་ག་དེ་ལ་ང་རི་དབུ་གཉིས་བི་གི་དུས་ཆེན་སྲུང་བརྩི་ཞུ་ཡ་ཅིག་དང། དེ་ནི་བོད་མི་མང་སྤྱི་འཐུས་ཀྱི་ཚོགས་སུ་སྐུ་ངོ་པད་མ་འབྱུང་གནས་མཆོག་དང་ཚོགས་གཞོན་ཟུར་བ་སྐུ་ངོ་ཡེ་ཤེས་ཕུན་ཚོགས་རྣམ་གཉིས་ལ་ལོ་མང་རིང་སྤྱི་བི་གི་ཞབས་ཞུ་གནང་བི་གི་ཐུགས་རྗེ་ལེགས་འབུལ་གྱི་གསོལ་སྟོན་གྱི་དགོངས་རྫོགས། མཛད་སྒོ་ཞིག་ཐུགས་སྲས་ང་ཚོས་གོ་སྒྲིག་ཞུས་ཡོད་རེད། ཨ་དེ་ལ་ད་ལྟ་བར་དུ་རྒྱབ་སྐྱོར་གནང་མཁན་མང་པོ་ཅིག་ཨ་རི་རེད་དང་ནང་བཞིན་གྱི་ཕྱོགས་མཐའ་ཁག་ནས་མང་པོ་ཞིག་གིས་རྒྱབ་སྐྱོར་གནང་བ་དེ་ལ་ཡང་ནས་ཐུགས་རྗེ་ཆེ་ཞུ་ཡས་དང། དང་ནང་བཞིན་གྱི་སྐྱོན་བརྗོད་གནང་མཁན་ཁ་ཤས་ཡོད་པ་ཡིན་ན་ཡང་དམིགས་བསལ་གྱིས་ཨ་ནེ་འགྱིག་ཚོ་ལ་ཐུགས་ཅགས་ཁས་ལབ་ཡས་ཁས་མེད་ཞུ་ཡས་ཡིན། རྩ་བའི་ས་གནས་མངའ་རིས་ཀྱིས་གོ་སྒྲིག་གནང་བ་དེ་ལ་ཡང་ས་གནས་རང་གི་སྤྱི་སྨོན་དང་མང་ཚོགས་ཀྱིས་འབོད་སྐུལ་གནང་བ་དང་དེ་ག་ནང་བཞིན་གྱི་ཕྱོགས་མཐའ་ཁག་མང་པོ་ཅིག་གིས་མངའ་རིས་ཀྱིས་ཁོང་ཉིད་ལ་ཡང་ལོ་མང་རིང་ལ་ཡང་ཞབས་ཞུ་གནང་བ་དེ་ལ་ཡང་འདི་འདྲའི་ཅིག་ཐུགས་རྗེ་ལེགས་པོ་ཆུ་ཕུལ་དགོས་འདུག་གསུངས་པ་གཞིར་བཟུང་ནས་ད་རེས་ང་ཚོས་ནིའུ་ཡོག་ནིའུ་ཇོ་སི་གི་ཐུགས་བསམ་གྱི་གོ་སྒྲིག་ཞུས་པ་རེད་ཟེར་ཞུས་པ་ཡིན། གོང་དུ་ད་ལྟ་ཚོགས་གཙོས་གསུང་ཐུབ་པ་ནང་བཞིན་ཆེད་རེད་ད་སྤྱི་ཚོགས་ནང་ལ་ཡང་ཁ་ཤས་ཀྱིས་ཅིག་དེ་ལ་ཡང་མངའ་རིས་རང་གི་མ་རེད་དེ་ལ་ཡང་ཅིག་རྒྱབ་ལ་ཡང་དེ་ལས་ཆབ་སྲིད་དང་འབྲེལ་བ་ཡོད་པ་དང་དེ་འདྲས་ཀྱི་བཀའ་མོལ་དེ་འདྲས་གསུངས། གསུང་སྙན་དེ་འདྲས་འདུག་པ་ལ་དེ་འདྲས་ཡིན་དུས་གང་ལ་དེ་བདེན་པ་མ་རེད། དེ་ང་ཚོའི་ས་གནས་མངའ་རིས་ནིའུ་ཡོག་དང་ནིའུ་ཇོར་སི་གི་སྤྱི་མོས་ཀྱིས་ཐག་གཅོད་བྱུང་བ་ཅིག་དང་བོ་དེ་འདྲས་ཅིག་རེད་ཅེས་ཞུ་ཡ་ཡིན། དེ་ནས་ཨ་ནི་ད་རེས་ཀྱི་ང་ཚོའི་ཀྱི། མཛད་སྒོ་དེ་ལ་ཡང་གང་མང་མང་ཅིག་ལྷན་རྒྱས་སུ་ཕེབས་རོགས་གནང་ཞེས་ཞུ་ཡ་ཅིག་དང་དེ་དང་འབྲེལ་བའི་མངའ་རིས་ཙམ་གྱི་མ་ཡིན་པའི་ཁོང་རྣམ་གཉིས་ཀྱི་ཕྱག་ལས་ལ་ཅིག་རྒྱབ་སྐྱོར་གནང་ངེས་དང་བསྔགས་བརྗོད་གནང་ངེས་ཀྱི་མཛད་སྒོ་ལ་ཕེབས་ངེས་ཀྱི་སུ་ཅིག་ཡོད་པ་ཡིན་པ་ཡིན་ན་ཡང་ང་ཚོ་དེ་ལ་ཡང་རྒྱབ་སྐྱོར་དང་དགའ་བསུ་ཞུ་ཡ་ཡིན་ཞེས་ཞུ་ཡ་ཡིན། དེ་ནི་གཅིག་གི་ད་ལྟའི་གི་མཛད་སྒོ་ཙམ་གྱི་མ་ཡིན་པའི་གི་ཨ་གཅིག་མ་འོངས་པ་ལ་ཡང་མཛད་སྒོ་ག་འདྲའི་གཅིག་གོ་སྒྲིག་ལྷན་རྒྱས་ཚོས་གི་གནང་གི་ཡོད་འདུག་ན་ཡང་ཨ་ང་ཚོས་གི་དེ་ལ་ཡང་ཨ་གཅིག་གི་ད་ལྟ་བར་དུ་ཡང་མཛད་སྒོ་རབ་དང་རིམ་པ་ཞིག་གནང་ཡོད་རེད་ཨ་ནི་ང་ཚོའི་ངོས་ནས་གི་ཚིག་གཅིག་འདི་འདྲི་ཡ་འདི་ཡག་ག་རེད་འདི་དུ་བ་རེད་ཟེར་གི་འགྲེལ་བཤད་ཙམ་རྒྱག་མ་མྱོང་ཞུ་ཡ་ཡིན། ཨ་ནི་ད་འདི་ང་ཚོས་ཀྱི་ད་འདི་མཛད་སྒོ་དེ་ལས་ཡིན་པ་ཡིན་ན་ཡང་ལྷན་སྐྱེས་ཀྱིས་རྒྱབ་སྐྱོར་གནང་ཡི་འདུག་ད་ནི་ཁ་ཤས་ཀྱིས་ད་ཅིག་ཐུགས་བློ་མཐུན་མ་མཐུན་དེ་འདྲའི་གསུང་ཉན་ཡོད་པ་ཡིན་པ་ཡིན་ན་ཡང་དེ་ལ་ང་ཚོས་ངོས་ལེན་ནམ་ཡང་ཞུ་གི་མེད་ཞུ་ཡ་ཡིན་གང་རུ་སོང་ན་ཀྱེ་མངའ་རིས་སྤྱི་མཐུན་ཚོགས་པ་མངའ་རིས་རང་གི་མི་ལ་མངའ་རིས་ཀྱི་ཞབས་ཕྱི་བཏགས་པ་ལ་འདི་གསོལ་སྟོན་བཏགས་པ་དེ་ལ་ཨ་ནི་ལྷན་སྐྱེས་ཚོས་མངའ་རིས་མེན་པར་ཅིག་ཡང་ན་མངའ་རིས་མངའ་རིས་ལ་ཡང་ཨ་ནི་ཅིག་སློབ་སྟོན་གནང་པ་ཡིན་ན་ཀྱེ་ང་ཚོའི་སློབ་སྟོན་དེ་ང་ཚོའི་སློབ་སྟོན་འགྲོ་གི་མ་རེད་དེ་ཅིག་གཙང་མ་བྱས་ནས་ཞུ་ཡ་ཡིན། དེ་ནི་རྩ་བའི་ཆ་ནས་ཀྱིས་ང་ཚོས་ཀྱིས་ད་ལྟ་བར་དུ། མཐོང་བ་རེད་དེ་ཚོ་ཚང་མ་ལ་ང་ཚོས་ཀྱིས་རྒྱབ་སྐྱོར་ཞུ་བཞག་བྱེད་མ་གཏོགས་ཅི་ང་ཚོའི་ངོས་ནས་འདི་འགྲིག་འདུག་མ་འགྲུག་ཟེར་ཚིག་ཅིག་ལབ་མ་མྱོང། ད་ནང་བཞིན་མ་འོངས་པ་ལ་ཡིན་ན་ཡང་ང་ཚོའི་རིམ་པས་ཀྱིས་མཛད་སྒོ་རབ་དང་རིམ་པ་ཡོང་གི་རེད་དེ་ཡང་ནི་སྤྱི་ཚོགས་ནང་ལ་སོ་སོ་ཀྱི་འགན་དེ་སོ་སོ་ཁུར་བྱས་ནས་ཀྱིས་ང་ཚོའི་སྤྱི་ཚོགས་དེ་འཆམ་མཐུན་དང་མ་འོངས་པ་ལ་ཅིག་ང་ཚོའི་ཀྱིས་སྤྱི་ཚོགས་དེ་རྙོག་གླེང་མེད་པ་ཅིག་དང་ནི་ལྷག་པར་དུ་ནིའུ་ཡོག་དང་ནིའུ་ཇོར་སི་ལ་ང་ཚོས་ད་གཅིག་གི། ཡག་པོ་ཞིག་ཡོང་ཡག་ལ་ང་ཚོས་ཀྱི་འགན་དེ་ང་ཚོ་ཚང་མས་ཀྱི་ཐུགས་ཁུར་གནང་དགོས་ཡས་དེ་གལ་ཆེན་པོ་རེད་ཞུ་ཡག་ཡིན་དེ་འདྲ་ཡིན་དུས་གང་ལ་ང་ཚོ་དེ་སྐྱིད་པོ་ཡག་པོ་ཨ་ནི་རྒྱལ་བ་རིན་པོ་ཆེ་བཀའ་སྒྲུབ་མཁན་ཅིག་ཡིན་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་བཀའ་སྲུང་ཅི་སྒྲུབ་ཀྱི་སྤྱི་ཚོགས་དེ་དབ་ལྷིང་དང་ཨ་ནི་ཕ་ཚུལ་གང་སུ་རེད། དམ་པའི་གྲགས་ཀྱིས་དོགས་ལ་ཡག་རྟགས་གཅིག་རེད་འདི་མ་རེད་ཟེར་གསུངས་དེ་གཉིས་དེ་ཚོ་དེ་ཚོ་ཚང་མ་ཅིག་ཏན་ཏན་ཅིག་དད་གི་མི་འདུག་དེ་འདྲ་ཡིན་དུས་ང་ཚོས་མ་འོངས་པ་ལ་ནིའུ་ཡོག་དང་ནིའུ་ཇར་སི་དེའི་སྤྱི་ཚོགས་དེ་ཡག་པོ་ཡོང་ཡ་ན་ང་ཚོས་ཚང་མ་གི་འགན་མཉམ་འཁུར་བྱེད་ནི་གི་ཨ་ནི་ཐུགས་རྗེ་སིག་དེ་ཚོ་ཚང་མ་ང་ཚོས་གི་འགན་དེ་ཡག་པོ་འཁུར་གི་འདུག་ཡིན་ན་ཡང་ང་ཚོའི་ཁ་ནས་རྟགས་གཅིག་སྐྱབས་མགོན་རིན་པོ་ཆེ་ཞིག་ལབ་ཨ་ནི་ནང་པ་སངས་རྒྱས་ཡིན་ཟེར་ལབ་ཨ་ནི་དེའི་པར་རུག་ལ་ཡང་ང་ཚོའི་སྤྱི་ཚོགས་དེ་དབབ་འཁྲུག་དང་ཨ་ནི་ཅིག། དེ་དང་རྣམ་པ་ཀུན་ཏུ་འཁྲུགས་ཤིང་འདྲེ་བྱུང་བ་ཡིན་ན་ཨ་ནི་ང་ཚོ་ལོ་ག་ཚོད་ཟིན་གྱི་འཁྲུགས་བསྡད་ཀྱི་ང་ཚོ་ག་ཚོད་བསུས་ལ་སུས་སུ་ལས་སྐྱོན་བརྗོད་བྱེད་དེ་ཡིན་དེ་ཚོ་ཚང་མ་མ་འོས་བ་ཞིག་རེད་བསམ་པའི་གིས་དེ་རིང་ངོ་དེབ་འདིའི་ཐོག་ནས་དེ་འདྲའི་རེ་བ་ཅིག་ཞུ་འདོད་བྱུང། ད་དེ་ནི་རྩ་བའི་ཆ་ནས། ཚོགས་གཙོས་གིས་མང་པོ་ཞིག་གསུངས་གྲུབ་པ་ཅིག་བྱས་ཨ་ནི་དེ་ལས་དམིགས་བསལ་ཞུ་དགོས་ཡ་ས་མི་འདུག་དེ་ནས་ད་ཅིག་མངའ་རིས་ཀྱིས་ཅིག་འགྲིག་གི་མི་འདུག་མངའ་རིས་ཀྱིས་བྱེད་ཀྱི་མི་འདུག་ཟེར་ཏེ་ད་ལྟ་བར་དུ་མངའ་རིས་ནིའུ་ཡོག་དང་ནིའུ་ཇར་སི་ཙམ་གྱིས་མ་ཡིན་པའི་མངའ་རིས་སྤྱི་མཐུན་ཚོགས་པས་ཀྱིས་ད་ལྟ་བར་དུ་ཕྱག་ལས་ཁ་ལ་གང་འཚམ་ཅིག་སྤྱི་ཚོགས་ཞབས་ཡུལ་ཡིན་ན་རེད་གང་ཅིའི་ཐོག་ནས་ཀྱིས་རྒྱ་ཆེན་པོ་ཞི་བོ་ཅིག་གྲུབ་མེད་པ་ཡིན་ན་ད་ལྟ་བར་དུ་རྒྱ་བོད་བཀའ་སྲུང་སྤྱི་སྒྲུབ་དང་ཨ་ནི་བོད་བཙན་བྱོལ་གཞུང་གི་གི་དབུ་འོག་དཔང་འདེགས་ཀྱིས་ཞུས་བདེ་བ་ཅིག་རེད། དེ་འདྲའི་ཅིག་ཞུ་ཡས་ཅིག་དང། ནིའུ་ཡོག་དང་ནིའུ་ཇར་སི་འདྲ་བོ་ཅིག་ཡིན་པ་ཡིན་པ་ཡིན་ན་ཡང་ང་ཚོས་ཀྱི་ཅིག་བསམ་བློ་བཏང་ཚུལ་མངའ་རིས་སྤྱི་མཐུན་ཚོགས་པས་ཀྱིས་ཨ་ནི་ང་ཚོ་ཀ་བ་བཟང་པོ་ཅིག་ལ ྋགོང་ས ྋསྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་བརྩེ་གཟིགས་པ་ཆེན་པོ་མཆོག་ལ་ད་ལོ་བརྟན་བཞུགས་འདུག་ཟེར་ཕུ་ཡག་གི་གོ་སྐབས་བཟང་པོ་ཅིག་བྱུང་བ་རེད། ཡིན་ན་ཡང་ནིའུ་ཡོག་དང་ནིའུ་ཇར་སི་ཀྱིས་ཨ་ནི་ང་ཚོས་ཀྱིས་ད་འདིའི་ཀྱི་ཟང་ཟིང་འདིའི་སྐབས་ལ་ཡིན་ན་བོད་སྤྱི་བ། ད་ག་ནང་བཞིན་ང་ཚོའི་ཚོགས་སྐྱིད་ཁག་ག་འདྲས་བྱིངས་པས་ན་མཐུན་ལམ་རྡོག་རྩ་གཅིག་སྒྲིལ་དེ་གལ་ཆེན་པོ་འདུག། དེ་འདྲས་ཡིན་དུས་གང་ལ་ང་ཚོའི་གིས་ད་ལྟ་མཛད་སྒོ་དེ་གྲུབ་མཚམས་རྒྱལ་བའི་བཀའ་ཞིང་འཁྲུལ་པའི་ཆོས་སྐུའི་བརྙེ་ཡའི་ཆེད་དུ་ཨ་ནི་བོད་གཞུང་གི་ལྟེ་གནས་གཙོ་བོ་རྡརམ་ས་ལ་ལ་ཡོད་པ་ཡིན་དུས་གང་ལ་ང་ཚོའི་ནིའུ་ཡོག་དང་ནིའུ་ཇོར་སི་གིས་ཨ་ནི་འགྲོ་སོང་བཏང་བྱས་ནས་གིས་ང་ཚོའི་བཙན་བྱོལ་བོད་གཞུང་གི་སྒྲིག་འཛུགས་ཨ་ནི་བཀའ་བློན་ནས་བཅས་བཀའ་ཤག་ནས་བཅས་ཨ་ནི་སྤྱི་འཐུས་ནས་བཅས་ཚང་མ་ལ་ཡང་ཨ་ནི་ཞལ་ལགས་སུ་ཕུལ་བ་དེ་ལ་ང་ཚོའི་དངུལ་འབོར་རག་པ་དེ་མ་རེད་ད་ཡིན་ན་ཡང་སྤྱི་ཚོགས་འདི་ལ་ཡང་ཆ་མཐུན་དང་ཨ་ནི་ལམ་ཉོག་མི་ཡོང་བ་ཆེད་དུ་མངའ་རིས་སྤྱི་མཐུན་ཚོགས་པ་ནིའུ་ཡོག་དང་ནིའུ་ཇོར་སི་གི་འགན་ཁུར་དང་གཅིག་འཁྲུག་ཡས་མེད་པའི་ཐོག་ནས་དེ་འདྲས་ཞུས་ཡོད་ཞུས་ཡ་ཡིན། ད་རིང་པོ་གཅིག་ཞུ་མི་དགོས་ཕྱིར་ཨན་ད་རེས་ཀྱི་མཛད་སྒོ་དེ་ལ་ལྷན་རྒྱས་གཙོས་ཀྱི་རྒྱབ་སྐྱོར་གནང་མཁན་མང་པོ་ཞིག་འདུག་ཐུགས་རྗེ་ཆེ་ཞུས་ཡ་དང་ཨ་ནི་ལྷན་རྒྱས་གཙོས་དྲ་ཐོག་ནས་ཐུགས་ལ་མཐུན་མ་མཐུན་དེ་བ་དེ་འདྲས་ད་དྲང་པོ་ཞུས་པ་ན་ཞོགས་ཇ་ཞེ་ལོང་མེད་པ་ཙམ་གྱིས་ད་གཅིག་མངའ་རིས་ད་རེས་མ་འགྲོ་རོགས་ཅིག་ཁྱེད་ཚོ་མི་མང་མ་འགྲོ་རེ་གསུང་ཉེན་འདུག་པས་ཨ་ལྷན་རྒྱས་གཙོས་དེ་འདྲས་ཡ་ལ་ངོས་ལེན་མེད་ཞུས་ཡ་ཡིན་པ་ཡིན་ན་གསུང་ཆོག་གི་རེད་སྨྲ་བརྗོད་རང་དབང་རེད།

ཇི་ལྟར་ལས་དང་མ་བྱུང་ཟིན་ཡིན་དེ་ཚོ་ལ་ང་ཚོས་ངོས་ལེན་མེད་ཞུ་ཡས། ཨ་ནི་མཛད་སྒོ་འདི་ཚུགས་ལ་རན་པ་ཡིན་དུས་གང་ན་ཨ་ནི་ལས་འགན་སུ་གང་མང་མང་ཅིག་གི་རྒྱབ་སྐྱོར་དང་དང་ནང་བཞིན་གྱི་མངའ་རིས་ཀྱི་མི་མང་ལ་མངའ་རིས་ཀྱི་རྒྱབ་སྐྱོར་གནང་བྱས་ནས་མངའ་རིས་མི་མང་མང་མང་ཚོགས་གང་མང་མང་ཅིག་ཕེབས་རོགས་གནང་ཞུ་ཡས་ཅིག་དང། དེ་ནས་མཛད་རིམ་དེ་ཚོ་ཡིན་ན་ཡང་ང་ཚོའི་བོད་པའི་གི་གཅིག་རིག་གཞུང་འཁྲབ་སྟོན་རེད་གླུ་གཞས་རེད་དེ་འདྲའི་གི་ག་ལ་གང་འཚམ་ཅིག་མང་པོ་ཅིག་ང་ཚོས་གོ་སྒྲིག་ཞུས་ཡོད། ད་དངོས་གཞིའི་མཛད་སྒོ་གྲུབ་མཚམས་ལ་ད་ང་ཚོའི་ཞལ་ལག་དེ་ཚོ་ཡིན་པ་ན་ཅི་མཚུངས། ཙམ་གྱི་མ་ཡིན་པའི་ད་རེས་དྲ་རྒྱའི་བ་དང་ཨ་ནི་ཅིག་ཆོས་ཅང་རེད། སོས་ཅག་རེད་དེ་ཚོ་དྲ་རྒྱའི་བ་ཡག་པོ་ཅིག་ང་ཚོའི་གོ་སྒྲིག་ཞུས་ཡོད་ཞུས་ཡ་ཡིན། དེ་དང་འབྲེལ་བའི་ད་ལྟ་མཛད་སྒོ་ཁག་དང་མཛད་རིམ་ཁག་དེ་འདྲས་གྲུབ་མཚམས་ལ་ད་ཅིག་ཨིན་ཇི་གི་ཞེས་དེ་ལ་ཡ་དེང་སང་གཞོན་སྐྱེས་མང་པོ་ཅིག་གིས་སོ་སོའི་གིས་རིག་གཞུང་གི་དང་ཉར་གནང་བྱས་ནས་ཨ་ནི་གོར་ཞེས་གྲབས་བྱས་ཏེ་དེ་འདྲས་ཅིག་མང་པོ་ཞིག་གཉེ་བོ་གནང་གི་ཡོད་དུས་ང་ཚོའི་དམིགས་བསལ་གྱིས་ཨ་ནི་ད་རེས་དུས་ཚོད་མང་ང་དེ་གོར་ཞེས་གྲབས་དོན་ལ་འདུག་ཟེར།